ཆེན་མོ་ཡོད་གནས་དེར། འཛམ་བུ་གླིང་གི་སྔོན་མ་གི་འཛམ་གླིང་ལོ་རྒྱུས་ཡོངས་རྫོགས་ཀྱི་ནང་ན་སྔོན་པའི་གི་ལོ་རྒྱུས་ཞིབ་འཇུག་བྱེད་ནང་དུ་ཧ་ཅང་གི་སྐད་གྲགས་ཆེན་པོ་རེད། དེའི་རྗེས་མ་དུ་སི་ཏཱ་ཧྥུ་ཨ་ནུ་སི་གི་བོད་ཆ་འདི་ད་གོ་ལའི་ལོ་རྒྱུས་ཆེན་མོ་འདི་ཐོན་མི་ར་ད་སྔོན་པའི་གི་དེ་ལྟའི་མི་ར་ད་འདི་ཧ་ཆེས་སྐད་གྲགས་ཆེན་པོ་ད་འདི་རུ་འཛམ་བུ་གླིང་གི་ལོ་རྒྱུས་གི་སྟེང་ཆེས་ཨང་དང་བོ་ཟིག་བཏང་ན་ཆོག་མི་ར་ད་འདི

སྤྱིར་བཏང་གི་ར་དེ་རེད་ད། སྤྱིར་གི་ར་བ་གི་ལོ་རྒྱུས་མ་ཤེས་བཏང་ན། མང་བ་གི་ལམ་ཁ་ཆགས་འདང་དགོས་མི་དེ་ད་ཤོང་གི་ཤེས་ནི་མ་རེད་ཤེས་ས་འགྱོ་ནི་མ་རེད་ཤོང་གི། ལོ་རྒྱུས་མ་ཤེས་ན་ཤོང་གི་ཤེས་ནི་མ་རེད་ཤེས་ས་འགྱོ་ནི་མ་རེད་དེ། ལམ་ཆེན་མོ་དག་གི་ནང་ང་སོང་ན་ད་ད་ལོ་ལམ་དུ་ཉིན་མོ་ཐོག་བ་གི་ལམ་རེད། དེ་ལྟ་བུ་དེ་ལོ་རྒྱུས་མ་ཤེས་ན་ཤོང་གི་ཤེས་ས་འགྱོ་ནི་མ་རེད། ཁག་གི་མང་བ་གི་ལམ་དེ་བདམས་སའི་སྒོ་ནི་ངེས་བར་དུ་ལོ་རྒྱུས་ལ་བལྟས་ནས་ད། མང་བ་རྣམས་དང་ཟླ་འགོ་མི་རེད། དེ་ག་ད་ཕྱི་རེད་ན་ད་གི་འདི་དཔེ་ཆ་འདི་གའང་གྲགས་ཀི་ཚད་ཆ་དེ་རེད་ད། འཛམ་བུ་གླིང་གི་ད་ལོ་རྒྱུའི་དཔེ་ཆ་ཚང་མ་གའང་དང་བ་བརྩི་གི་ཡོད་ནི་རེད། ད་ཨ་རི་གི་དམག་དོན་སློབ་གྲྭ་ངེས་འབྱུང་སློབ་ངེས་འབྱུང་ལྷ་དེ་རེད་ཟེར་ན་ད་གོ་རྒྱུ་རེད། ཨ་རིག་དམག་དོན་སློབ་གྲྭ་གིས་ཀྱང་ལྷག་ཏུ་བྱས་ན་ཨ་རིག་དམག་དོན་སློབ་གྲྭ་གི་ནང་ནས་ངེས་པར་དུ་སྦྱང་དགོས་པ་རེད་དོ། མ་སྦྱང་ན་ཆོག་ནི་མ་རེད་དོ་དེ་རེད། དེའི་འཕྲོར། པེ་ཅིན་སློབ་གྲྭ་ཆེན་མོ་གི་ལོ་རྒྱུས་སྡེ་ཁག་གི་ཤེས་བྱའང་དང་པོ། ད་དེ་ན་ད། འཛམ་གླིང་ལོ་རྒྱུས་ཨང་དང་པོ་རེད་ལ་ཁ། ཡིག་ངོ་བ། དེ་རུ། ཉི་ཤུ་བ་གི་ནང་ལ་ད་འཛམ་གླིང་གི་ལོ་རྒྱུས་ཤུགས་རྐྱེན་ཆེས་ཆེན་པོ་ཐེབས་ནི་གི་ད་དེབ་གཟི་ཀ་ཆི་ཐམ་པ་བ་འདི་རེད་ད་ངས་ཤོད་གི་ལ་ནི་ག་ཤེད་དེ་དེབ་ཆི་ཐམ་པ་གི་ནང་གི་ལོ་རྒྱུས་གི་དེབ་འདི་འདི་རེད་ཀུ་ཡོ་ལོ་རྒྱུས་ཆེན་མོ་ཟེར་གི་ནང་འདི་ཐོག་འདི་རེད་འཛམ་བུ་གླིང་གི་དུས་རབས་གཅིག་གི། ཚེ་སྲོག་གི་ནང་ནས་ད་ལྟ་ཚོར་བ་ཤུགས་རྐྱེན་ཆེས་ཆེན་པོ་ཐེབས་གནང་བ་དེ་རེད། ད་ལྟའི་ན་ད་འདིའི་ནང་ན་གཞུང་གི་རིག་འཛིན་ཡོངས་རྫོགས་ཕལ་ཆེར་འདི་ནས་ད་དམག་དོན། བཟོ་ལས། ད་ཞིང་ལས་ཀྱི་འཕེལ་རྒྱས། ད་འདི་ན་དམག་འཁྲུག་གི་ལོ་རྒྱུས་འདི་ནི་སྐྱེ་ངེས་ད་ཁག་ཁྱབ་རྒྱ་ན་མོ་སྐྱེ་ངེས་ད་ཚན་རིག་གི་སྐོར་འདི་ནི་ས་རྒྱས་འདི་ནི་ད་ད་ནམ་མཁའ་གི་ཇི་སྲིད་གི་མི་རུ་སྐལ་མེད་གོ་ལ་གི་སྐོར་དེ་ལ་སོགས་པ་ད་ཡོངས་རྫོགས་ཁྱབ་བདག་ནི་ཤེས་བྱ་དེ་ཡོངས་སུ་རྫོགས་པ་རིང་ཆ་ཡོངས་རྫོགས་པ་ཁྱབ་བདག་ནི་གཏི་མུག་རེད་གཏི་མུག་ཡིན་རེད། ད་ལྟ་སྤྱིར་བཏང་ཡིན་ན། སྤྱིར་བཏང་ཡིན་ན་དེ་རྒྱ་གི་སློབ་མ་ཞིག་ཐོན་རྒྱུ་ན་ད་སློབ་གྲྭ་ཆེན་མོ་ནང་ན་ད་འདི་མ་མ་དེ་མན་ནས་ཟིག་ར་མ་དེ་ནས་ཟིག་སློབ་གྲྭ་ཆེན་མོ་འགྲིམས་དང་ད་ཕ་ཆེར་ཡོད་ནི་མ་རེད། དེ་ནི་དཔེ་ཟིན་ཆོག་ག། ང་ངོ་མ་ད་ངས་ཞིབ་ཕྲ་ཡིག་སྐུར་བྲི་དཀའ་བ། ངས་ཞུ་དག་ཡོད་དགུ་ཕྲུག་གི་བར་ངས་འདི་སློབ་ཁྲིད་སྟངས་གཅིག་ཡིན་ནི་རེད་ཡ། མཚོ་མར་བཟོ་གྲ་ཆེན་མོ་ནང་ན་སློབ་ཁྲིད་སྟངས་གཅིག་ཡིན་ནི་རེད། ད་ལྟོ་ཆ་མི་ནས་ཚར་མེད་ལྟོ་ཆ་ལ་ད་ཚང་ཚར་མེད་དུ་མ་བཟོ་བའི་སློབ་ཁྲིད་སྟངས་གཅིག་ཡིན་ནི་རེད། མཚོ་མར་བཟོ་གྲ་ཆེན་མོ་གི་ལོ་རྒྱུས་ཆེད་ལས་གི་དག་གི་གི་གས་ག་རི་ནི་རེད། ལོ་རྒྱུས་ཆེད་ལས་གི་གི་གི་འཛིན་གྲ་གི་ཐག་སིམ་རི་ནི་རེད། སིམ་པོ་སྐྱ་གཅིག་ག་ཞིག་ལས་འཛིན་གྲ་ཆེ་བ་གཅིག་ག་ད་ངས་གོ་ལའི་ལོ་རྒྱུས་ཆེན་མོ་འདི་ཁྲིད་ནི་རེད་ཡ།

དེ་ལྟར་ང་ཡོང་ཟེར་ལྟ་ང་སོང་ན་རེད། སོང་འདྲི་སྐབས་སུ་ལྟ་འཛིན་གྲྭ་གསུམ་མ་ངས་ཁྲིད་ན་རེད། འཛིན་གྲྭ་གསུམ་མ་ཁྲིད་ལ་ལྟ་འཛིན་གྲྭ་གསུམ་གི་ནང་ན་ཉིན་གུང་བརྒྱ་ར་ཉི་ཤུ་ཡོད་ཀ། ཉིན་གུང་བརྒྱ་ར་ཉི་ཤུ་གི་ནང་ན་ལྟ། རྒྱ་ཡིག་གི་ལམ་ནས་གོ་ལའི་ལོ་རྒྱུས་ཆེན་མོ་ཆེ། ད་ཁྱོད་ཆིག་སྟོང་ཞིག་བརྩི་དགོས་ན་འདི་ཆེ་དེ་བཏང་ན་ཨེ་ཡོད་ཟེར་ལ་ངས། ཁྱོད་ཉེར་བརྩིས་ཟེར་ལབ་ན་རེད། ཉེར་གཉིས་ཡོད་ཀ་ཉིན་གུང་བརྒྱ་ར་ཉི་ཤུ་ཐ་མ་གི་ནང་ན་ལྟ་ཉིན་གུང་གཉིས་ཡོད་ཀ། དེ་ནས་ངུ་ཆོས་སློབ་གྲྭ་ནང་ལ་ལོ་རྒྱུས་དེ་གང་ནོར་མོ། དེའི་ནང་ང་ད་ཡང་འོག་གི་སློབ་མ་རི་དང་ད་ད་གི་ཆེ་འོག་ཡིག་ཐོག་ནང་གི་སློབ་མ་རི་ལ་ད་དུ་མ་འཛིན་གྲྭ་ཟེར་བ་འདི་རེད་ཡ། འཛིན་གྲྭ་ད་ལོ་གཉིས་ཀྱི་ནང་འཛིན་གྲྭ་དང་གཅིག་ར་ཆེ་རེད་དུ་མ་ཟེར་གི་ད་འཛིན་གྲྭ་ཟེར་བ་འཛིན་གྲྭ་དེ་ང་འོག་ཡིག་གི་ལོ་རྒྱུས་ཁོང་ཚོ་འགྱིན་ན་དེ་ཐད་ཀ་རུ་ཆུ་ཁྲག་པོ་གི་ཟེར་ནས་དེ་ཐད་ཀ་རུ་ངའི་ལོ་དེ་ད་ཧ་ཅང་གི་སྐྱ་ཞིང་རྒྱས་བ་གི་ཁྲི་ལ་ལོ་བྱེ་བ་ཁྲི་དང་གི་ཆོ།

ད་འཛམ་བུ་གླིང་གི་འཛམ་གླིང་ལོ་རྒྱུས་ལ་དཀར་ནག་ལུང་འདྲེན་ཡིན་ན་ཀྲུང་གོའི་ལོ་རྒྱུས་ལ་དཀར་ནག་ལུང་འདྲེན་ཡིན་ན་ཁུ་བྱུག་ཚ་བོ་ལ་ད་ཁུ་བྱུག་ཚ་མ་འབབ་ཐག་གི། དེ་ནས་ད་ངས་ཅི་ཞིག་གོ་ལའི་ལོ་རྒྱུས་ཆེན་མོ་བལྟས་སྟངས་ནི་ཉི་ལྟ་ཡོད་ཟིག་ལ་ངས་དེ་ག་ཁུ་བྱུག་ཞིག་བྲིས་ཨ་ད། འཛིན་གྲྭ་གང་དགོས་བལྟས་སྟངས་ཟིག་ཡ། འཛིན་གྲྭ་གང་དགོས་བལྟས་ནས་མི་ཚིག་གི་འཛིན་གྲྭ་གང་དགོས་ཀྱི་ཁོ་ཅག་ཉན་ཤོག་ད་རྒྱ་ཡིག་ཁོ་ཅག་ཉན་ཤོག་གི་ཡ། དེ་ནས་ད་ངས་འདང་ཟིག་བརྒྱབ་ནས་ཡ། དགེ་རྒན་འོ་ཡིན་ནོ་གི། ཐོག་མ་ཆེ་ཆུང་གི་གོ་ལའི་ལོ་རྒྱུས་ཆེན་མོ་བལྟས་མེད་གི། དགེ་རྒན་བརྒྱ་ཡིན་ནོ་འོད་ཟེར། ཚོགས་མ་ཆེ་དེ་ཞོག་ནོ་འདི་རྒྱུ་མཚན་ཆགས་ཟིག་ཡིན་ནི་རེད། ད་ད་ད་ཆི་ཟིག་རེད་ན། ཚོགས་མ་ཆོ་ལྷོ། ལྷོ་དེ་ཨེ་འགྱུར་ཡོད་གི་ཁྲུ་ཁ་ཟི་ད་ཨེ་འགྱུར་མ་ཡིན་ཟིག། གནད་དོན་དེ་རེད། ད་འདི་ངེས་པར་དུ་ལྟ་དགོས་ནི་རེད་འཛམ་བུ་གླིང་ན་ཆེས་སྐད་གྲགས་ཆེ་ནི་བོ་ཧུ་ཅཱ་རེད། སློབ་གྲྭ་ཆེན་མོ་བ་ཟིག་ཡིན་ན་ཡིན་ན་མིན་ན་ལྟ་དགོས་འོ་ཟིག་ནོ། དེ་གི་སྐད་ཆ་དེ་ད་སྨྲས་སོང་ནི་རེད་དགེ་རྒན་ཆུ་ཁ་ན་ངོ་མ་བཤད་ན་དེ་མ་ཟིག་རེད་ད་གནད་དོན་དེ་རེད་ད། འདི་རྒྱ་དགེ་རྒན་ཞིག་གི་རྒྱན་དུ་ཞིག་གི་དེ་ནས་ར་དགེ་རྒན་སྐལ་ཡོང་ན་ར་བྱས་ན་ར་འདི་ཡོང་ན་ར་ལུང་འདྲེན་དེ་ནང་ན་ར་དགེ་རྒན་སྐལ་ཡོང་ན་ར་ལུང་འདྲེན་དེ་ནི་ཕལ་ཆེར་ལོ་རྒྱུས་དེ་ཁོས་ན་ད་ལོ་རྒྱུས་ཀྱི་ལྷ་བྱ་སྐལ་མང་ག་དགེ་རྒན་མང་ག་ལྷ་མཚན་མང་ག་དགེ་རྒན་གཅིག་ཡོང་ན་ར་དེ་བྱས་གཉིས་ཡོང་ན་ར་དེ་ནང་ན་ལུང་འདྲེན་དེ་ཡོང་ན་ཁོས་ཅག་མ་གཉིས་རང་གཉིས་ཁོས་ཅག་མི་ལྟ་རང་ལྟ་གནད་དོན་དེ་རེད་ཡ། ཐུགས་ད་འདི་རྒྱ་གི་ངོ་མ་བྱས་ན་དགེ་རྒན་འདི་རྒྱ་གི་སློབ་གྲྭ་ཆེན་མོ་ཟིག་ད་མ་བསྟེན་ཟིག་ད་ཡོད་ནི་མ་རེད་ཕལ་ཆེར་ཡོད་ནི་མ་རེད་ད་དེ་རེད། དེ་གལ་ཏེ་སློབ་གྲྭ་ཆེན་མོ་ནང་ན་མ་བསྟེན་ན་ལྷོ་འབྲོག་ནང་ན་བསྟེན་ཆོག་མི་སྲིད་ད་དེ་བཞིན་ལྷོ་འབྲོག་ནང་ན་བསྟེན་ཆོག་མི་སྲིད་རྒྱུ་མཚན་དུ་མ་དེ་རེད། དེ་གི་ད་ངའི་རྒྱུན་ད་ལྷོ་མ་ཆོས་བསྟོད་ཟིན་ནས་ད་ང་དགེ་རྒན་ཟིག་རེད། དགེ་རྒན་ཟིག་ཡིན་ན་ཆེ་རེད་ཟེར་ན་ང་འགན་ཁུར་ཟིག་བ་ནུ་ངའི་ཆོས་དཔེ་ཆ་ཆ་ལྟ་བུ་དེ་ངའི་ཡིན་ནམ་མིན་ན་ཤེས་དགོས་མི་རེད་ད།

དེ་མ་བྱས་ན་ངོ་མ་བྱས་ན་ལྷོ་མ་ཆེ་ཤེས་ན་མ་རེད་ད། ཁོ་ཅག་རྐང་ཟིག་སྐད་གྲགས་ཆེ་ནས་རྐང་ཟིག་བསྟེན་ན་ཁེ་ཕན་ཡོང་ནས་རྐང་ཟིག་བསྟེན་ན་ར་ང་དེ་ཚོ་གྲོ་ལ་ཧ་གཏོང་གི་ནས། ད་རྒྱ་སྐད་ཀྱི་ཅི་འདེན་ཅི་འདེན་ཟེར་གི་དང་ཨོ་ཁེ་ཀི་ཐེ་ཀིར་བསྒྱུར་ན་བསྟན་ཅི་རེད་ད། ཁོ་ཅག་གི་ནང་གི་བསྟན་ཅི་གི་སྐོར། ད་བསྟན་ཅི་གི་སྐོར་རྐང་ཟིག་ཡིན་འདུག།

ས་འོག་ནི། གནའ་རྫས་བརྟག་དཔྱད་ཡན་དུ་བྱུང། ར་སྤྲེལ་དང་ནི། འགའ་རེའི་འགའ་རེ་ཡོད། ཀྲུང་གོའི་ལོ་རྒྱུས་ཀྱི་ནང་ན་ངས་འདི་ག་བལྟས་ཡོང་འདྲི་སྐབས་སུ་འདི་བྱུང་དར་བར་ཀྲུང་གོའི་ལོ་རྒྱུས་ཀྱི་ཁེ་བ་རི་ག་ཅིག་ལ་ག་ངས་དེ་འདྲ་འདི་རེད་ཟེར་ནོ། ངས་མགོ་སྔུར་དུ་བྱེད་མྱོང་བ་ངས་སྐད་འཕྲིན་གྱི་ཐོག་བཟོ་ར་ཆེན་ཧྲི་ཧྥང་གི་སྐོར་ཟུར་ངས་བཤད་མྱོང། སྐད་འཕྲིན་གྱི་ལ་ག་ངས་དེ་བཤད་མྱོང་བ་མོད། དེ་རྗེས་སྐད་འཕྲིན་སྐབས་སུ་ཚང་མ་གི་དེ་དང་ལེན་པས་གི་ཚང་མ་གི་ད་དེ་ཅིག་ཏུ་ཡིན་ནི་མ་རེད་ཟེར། དེ་མ་ཟད་ཀི་ནང་ནས། ད་ལྟ་ཟེར་གི་ད་ཡོད། ངས་དེ་ནས་འདང་བྱས་ན་དེ་རེད་ཟེར། རྗེས་མ་ད་ནང་ནང་དུ་འདང་བྱེད་དགོས་པ་རེད། ས་ཧོ་ནི་དར་བུ་ནང་གི་ནང་ལ་ཡར་ར་བུ་ལ་འགྲོ་སྐབས་སུ་ངས་ད་ཏག་ཏག་ར་སྤྲད་ཆོག་ན་ད་མོ་ཡོད་གི། དེ་ཆི་ཟིག་ག་དེ་ཡོད་དང་ནི་རེད་ཟེར་ན་ད། ད་གོ་ལའི་ལོ་རྒྱུས་ཆེན་མོ་འདི་དེ་ཡིན། ལོ་རྒྱུས་འདང་མང་བྱས་ན་ད།

སྤྱིར་བཏང་གསལ་འགྱུར་བཤད་མཁན་པ་བཅུ་གཉིས་ཀའི་མེ་ཀི་ཟིན་ནས་ཆེས་དཔེ་ཆ་དེའི་མེ་ཀི་དུ་མོ་གསར་དགོས་མེད་ཨ། ཆོས་ཡོན་ཏན་མེ་ཀི་ཡ་ཆེས་དཔེ་ཆ་མ་དེ་ཡ་རང་རང་ཞིག་གོ་གལ་ཏེ་གསར་གི་མེ་ཀི་དེའི་མཛངས་ལུང་ལོ་རྒྱུས་འདི་མུ་ལྟ་ལྟ་བུ་ཟིག་ག་ཁྱེད་དེའི་ཟིག་ག་ཟིག་ཆེས་ཟིག་གོ་འདི་རུ་ཁྱེད་ནང་བཞིན་ཆེས་པ་ཟིག་ཡིན་རྒྱུ་ན་གནད་དོན་མི་ང་ཟིག་རང་བཞིན་གྱི་ས་སྟེང་འདི་རུ་ཡ་ཏང་གི་ཆེས་ཟིག་ག་ཆིག་འཇོག་ཆེས་ཟིག་ག་ཆིག་འཇོག་དཔེ་བཞག་ན

ཁ་སྙིགས། སྒྲོ་ལངས་འདྲ་མང་ཡོད་ད་ལྟ་མི་ཤིག་གི་རྒྱུ་མཚན་མི་ཤིག་གིས་ཟེར། ཁ་རྒྱུ་མཚན་མི་ཤིག་རྒྱུ་ཡོད་མར། ཧོ་ལྕགས་འདི་ནང་ན་ཚོགས་ཡོད་ཤོག། ཧོ་ལྕགས་འདི་ནང་ལ་ལོང་སྟེང་ཟིག་རྒྱབ་ཤོག། ཕྱི་འདི་ཡོད་ན་རེད་ཟེར་ན། ཨ་མེ་རི་ཁ་ཕྱི་ཉེན་ཁ་ཐུག་འགྲིག་སྐབས་སུ་མང་བ་ན་ཟེར། ཨ་མེ་རི་ཁ་ཕྱི་ཉེན་ཁ་ཐུག་འགྲིག་སྐབས་སུ། ཁྱོད་འདི་ན་ད་གི་རྒྱབ་ཤོག་ནི་ལངས་ཐུབ་ན་ཡང་ན་ཁྱོས་ཧོང་ཡ་ཉན་ནི། རྒྱལ་ཁབ་ཟིག་ག་གཅིག་ཡོད། གང་ཡིན་ཟེར་ན། ཨི་སི་རལ་ཡིན་ཟེར།

ཚན་པ་འདིའི་གི་ནང་དེར་ད་ཁོ་མདང་རྒྱག་རྒྱུ་ཟེར་གི་དེ་ནས་ད་མང་བ་མདང་རྒྱག་སོང་རེད་ཡང་ན་ད་ལྟ་མདང་རྒྱག་སོང་རེད་ད་ལྟ་མདང་རྒྱག་སོང་རེད་དེ་གི་ད་ཕྱི་རེ་དེ་ན་ལོ་རྒྱུས་འདི་དོག་འདི་ཅིག་འདི་འདྲ་མི་ལ་ཅིག་ན་གི་དོན་དག་ཡིན་ན་དུ་མི་ཟེར་ར་མ་རེད་མང་བ་ད་སྐྱིད་ཟིག་རེད་དེ་འཕྲོ་ལོ་རྒྱུས་ལོག་མཁན་པ་དེ་ཡིན་ན་མི་ན་དགེ་རྒན་ཟིག་ཡིན་དགོས་ནོ་ར་ཅིག་ཟིག་ཡིན་དགོས་ནོ་དེ་མ་རེད

འཇའ་འོད་ཀྱི་ཤེལ་ཚིག་ཅེས་རེ་ལྟོས་ཟེར་གི་ད་དེ་ནས་ངས་ལྟོས་ཟེར། ད་དགེ་རྒན། ཁྱོད་ན་ད། རྒན་པ་རེད། ད་ནི། ཆ་ཚ་གོ་ན་རེད་ད། རྒན་པ་རེད། དེ་འཕྲོ་ཁྱེད། རྒྱུན་ལྡན་གི་ད། ད་དུང་གི་ཅོར་གི་སྐོར་ཡོད་གི་དཔེ་གཟིགས་ཆེ་ཤོག་གི། དེ་གི་དཔེ་གཟིགས་ད་ཡོད་ག། ད་ཁྱོད་དེ་རང་ག་འདྲ་རེད། ད་ང་འདྲ་མ་ཟིག་གི་རྒྱུན་གཟིགས་དཔེ་ཆ། ད་ཁྱེད་གི་གཟིགས་དགོས་ནི་མ་རེད།

གོ་ལ་ཅན་གྱི་ཡིག་ཆ་སེམས་སུ་མི་རེད། ཁ་ཙམ་དེ་རིང་གི་འཛམ་བུ་གླིང་གི་ལོ་རྒྱུས་ལྟར་ན་གོ་ལ་ཅན་གྱི་ཡིག་ཆ་ལ་ལྟ་དགོས་ནི་རེད། སྟབས་བུ་ཟོ་ནི་རེད་ད་ཏིར་ཀ་བཙལ་ཟིག་དཀའ་མོ་རེད་ཨ། གོ་ལ་ཅན་གྱི་ཡིག་ཆ་ཟེར་ན་ད་བཙལ་ཟིག་ད་ངས་འདྲི་བཤད་བྱོས་ར་དཀའ་མོ་ཟིག་དྲན་གི་ད་ད་ཅན་གོ་ཏི་ངས་ནམ་དཀའ་ཟིག་ད་ཚ་བོ་ལ་ཚང་མ་གོ་ནི་ཡིན་ལ་ཁ་སྐད་ཀི་ད་འདྲི་བཤད་ཡང་ངན་ན་དགེ།

བོད་ཡིག་མི་ཤེས་མཁན་གྱི་ཡོན་ཏན་པ་མཁས་པ། འདིར་གལ་ཏེ། འཛམ་བུ་གླིང་གི་ཡང་རྩེ་ནི་དེ་དང་རྩ་མར་ལྟ་བུ་འོད་ཟེར། དེའི་སྐྱོན་གྱི་ལྟ་ངན་འདི་སྦྱར་ན་ཡང་རྩེ་ནས་དེ་དགེ་བ་ངས་དེར་དྲི་ཞིག་དགེ་བ་གི་ནང་གི་སྙིང་གའི་ལྟ་དེ་དག་སྟེ། དེས་ན་ད་ཚང་མ་གི་ཁོའི་སྐྱོན་འདི་ཞིག་བལྟ་རྒྱུ། ད་དེར་རྒྱ་ཡིག་མི་ཤེས་ནུས་ཅན་གྱི་ཞིག་གོ་ཨ་ངས་རྒྱ་ཡིག་མི་ཤེས་ནུས་ཅན་གྱི་ཡང་ན་ཨིན་ཡིག་མི་ཤེས་ནུས་ཅན་གྱི་ད་འོ་ཡིག་གི་དེ་ཟེར་ན་དེ་ར། རྒྱ་ཡིག་གི་སྟེང་ན་མེ་ནོ་ཆེ་རེད་ཟེར་ན་ད་ཆེན་རེད་ད་ངས་ཆེན་ན་ད་ཆེན་དེ་གི་ཆུ་ང་ར་འཁྱིལ་ཐུབ་འཁྱིལ་ཐུབ་མ་རེད་ད། དེ་རེད་ད་ནི་ད་ཀྱི་ན་ད་འོག་གི་ནང་ན་ར་ངོ་མ་བཤད་ན་ཞང་ལི་བ་གི་ནང་ན་ར་ཡུའུ་གི་ལི་ཀ་ལིའུ་ནུའུ་ནང་ན་ར་ཧོས་ཅ་ལྟ་མཁན་པ་མང་ན་རེད་ད་ངས།

ད་ཁྱོད་ཧུ་ཅག་ག་ནར་ཟེར་ལས་དམ་བུ་ངའི་གོ་བ། རྒྱུ་མཚན་མང་ཞིག་གོ་གི་ཧུ་ཅག་ག་ནོ་དེ་ཡི་ཧ་ལས་བ་ཁྱོད་ཧུ་ཅག་ག་ནི་ཟེར་ཟེར་གི། ད་ཁྱོད་ཧུ་ཅག་ཉིད་ན་ཡང་ཁྱོད་ཀྱི་ག་ཧི་ཡོད་གི། ངས་ད་ཐུང་ཧུ་ཅག་ཟིག་ཁྱོད་སྟེར། ངས་ལ་ཀ་མང་སྟག་མགོ་ལ་ཁྱོད་སྟེར་ཟེར་ནས་ངས་དེ་ཟིག་ཡོད། ད་ཧུ་ཅག་ད་མཁན་པ་མང་ནི་རེད་འོག་གི་ནང་ན་ར་ངོ་མ་བྱས་ན་ཞང་ལས་འོག་གི་ནང་ན་ར་མང་ནི་རེད། མང་ནི་རེད། ཅེས་ཚང་མ་ཧུ་ཅག་ད་གི་མེད་ལ་ད་རང་ཨ་ད་ག་ད་ནི་ཟིག་ར་ཡིན་ནི་མ་རེད།

ཁྱེར་རོ་ཟེར་གི་དེ་ནས་ངས་ད་རེས་མ་ལ་ཀ་མ་ཡོང་བ་ཟེར་གི་འདི་རེ་ཡང་དེ་བྲིས་པར་དུ་ཆེ། ད་རྫི་མ་མང་གི་པར་རྫི་མ་མང་གི་ར་ངའི་ངོ་མ་ཟི་ཙ་ལ་དྲི་མ་ཟི་འགོ་སོང་ཟེར་ཡ། དྲི་མ་ཟི་འགོ་རི་ཤར་སོང་རི་ད་གད་པུག་སོང་ཟི་ད་ངོ་མ་བྱས་ན་དེ་རེ་ང་ཤེས་གི་སེམས་གི་སྟེང་ལ་ད་ཚིག་འགྱོད་པ་ཟི་ཁྱི་གད་པུག་མ་གང་ཤི་ཆ་ད་མ་འཕྲོ་ན་དེ་ད་ཤེས་གི་སེམས་གི་སྟེང་ལ་ད་ང་འགྱོད་གདུང་ཟི་ན་མ་ད་དུ་མ་ཟི་ནོངས་འགྱོད་ཟི་གི་མི་ར་ད། ཐ་སྙད་ཡང་དག་པར་བྱས་ན་སྔར་གནོང་འགྱོད་ཆེན་པོ་དུ་སྐྱེས་ད་ལྟ། ད་དེ་མ་ཡིན་པ། རྒྱུ་མཚན་ཧུའི་ཅཱ་ལྟ་རྒྱུ་མི་དགའ་ན་ར་གང་ལྟར་ཀྱང་རིག་གཞུང་ར་འདི་མོ་ལོ་རྒྱུས་ར་འདི་མོ་ཉན་རྒྱུ་དགའ་ནུ་ཧུའི་ཉེ་གི་ནང་ན་ད། ངའི་ཆེ་ཁྲི་ལ་ད་ཚན་པ་གཅིག་ག་ཧུ་ལན་གྱི་ན་ཆེ་ཁྲི་ཚན་པ་གཅིག་ག། ཐང་ཉི་ཤ་ཉན་ཐང་ང་ཟེར་ན་ཐང་ཅི་ཐམ་པ་ཉན་ཐང་ང་ཟེར་ན།

བདག་གིས་དགོས་མེད་རེད་ངོ་མ་བཤད་ན་ཁོ་ཅག་གང་འདོད་འདོད་ལ་བལྟས་ན་ཕན་ཐོགས་ཆེན་པོ་ཡོད་ནི་མ་རེད་ད་ལྟའི་ངས་བགྲང་བ་ཞིག་གོ་ད་ལོ་རྒྱུས་ཀྱི་ཁོ་ཅག་གི་སྐོར་ངས་གཞན་པ་མི་ཤེས། རྩོམ་རིག་གི་སྐོར་ངས་ཤེས་ནི་རེད་ད་ཁོ་ཅག་གང་གང་ཟིག་ད་རྒྱ་སྐད་བཤད་ན་ཅི་འདི་ཡིན་ནི་ཞིག་གོ་འདྲ་ད་བསྟན་བྱའི་གི་ཚད་ལ་ཐོན་ད་ནང་གི་ཁོ་ཅག་གང་གང་ཟིག་ཡིན་འདུག་རྩོམ་རིག་གི་སྐོར་ངས་ཤེས་ནི་རེད་ད་ངས་རྒྱུན་དུ་བྲིས་པའི་རྩོམ་རིག་ར་ད་ནི་ལོ་རྒྱུས་ཀྱི་སྐོར་ངས་ཤེས་ནི་རེད། དེ་ནི་ངས་ད་ཨེ་བསྒྱུར་རྒྱུ་ངས་འགན་འཁུར་ཟིག་རེད། ངས་ད་རུང་འདི་ག་ཨེ་བསྒྱུར་ཡོད་དོན་འདི་ཤི་ཟིག་རེད་ཟེར་ན་ད་ཁྱེད་ཀྱིས་ངའི་ཤུགས་ཆ་ཉོས་ངའི་ཤུགས་ཆ་དེ་ཡང་ང་གཅིག་གཅིག་ཐུག་ཟེར་གི་མེད། ངའི་ཤུགས་ཆ་ཐོངས་མ་ཟེར་ན་སྐྱོ་ནི་མ་ངའི་ཤུགས་ཆ་ཐོངས་དེ་ནི་སོང་ཤོས་ཁང་བཟའ་ཧ་ལམ་ཐོངས་ན་ད་བཙན་བྱོལ་ནས་ད་དེ་རེད། རེད་དྲ་ད་ཁྱིའི་ཤུགས་ཆ་ལྟ་ན་ད་ཤི་འོས་འོས་ཟིག་ནི་ད་ངའི།